རླུང་འཕྲིན་ལས་རིམ་བཅོ་ལྔ་ཚུན་ཆུད་ཚོད་ཆེ་གེ་རང་རྐྱང་སེང་ཤོད་བཞིན་ཡོད་པའི་བོད་སྐད་ཀྱི་ལེ་ཚན་ཐར་པའི་འཕྲིན་བཟང་ཞེས་པ་ནས་སེང་གེ་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་གུས་པ་ལྟ་བུ་བསྟན་འཛིན་ལས་རིམ་འདི་བསྟོད་ཡོང་ཞིག་ནས་འགོ་འཛུགས་ཞུ་རྒྱུ་ཡིན།

ང་ཚོའི་ལས་རིམ་ནང་སྤྱིར་གཏམ་བརྗོད་གསུང་རབ་བྷའི་བོད་ཀྱི་བྱུང་རབས་དང་ཡང་སྒོས་བོད་ཀྱི་སྐད་ཡིག་ནང་གཏམ་བརྗོད་གསུང་རབ་བྷའི་བོད་གང་འདྲ་བྱས་ནས་བརྗོད་ཚུལ་བོད་གངས་ཅན་བསྐྱངས་སུ་གཏམ་བརྗོད་ལྟ་སྐུལ་བྱུང་ཚུལ་གཏམ་བརྗོད་གསུང་རབ་བྷའི་བོད་ཀྱི་སློབ་ཁྲིད་དེ་བསྟན་པ་རྣམས་ཀྱི་བདེན་དཔང་དང་དྲི་བ་དྲིས་ལན་ཞལ་ཕྱེ་གསར་པའི་འཕྲིན་བཟང་གི་ལེ་ཚན་སོགས་སྟོན་པ་བཀའ་དྲིན་ཅན་བཅུ་བཞིའི་ཡེ་ཤུའི་རྟེན་གནང་བའི། དམ་པའི་ཆོས་ཀྱི་སྐོར་ལ་སྙན་སྒྲོན་ཞུ་བཞིན་ཡོད། དེ་རིང་གི་ལེ་ཚན་ནང་ད་ལྟའི་དུས་ཚིགས་འདི་ཁྲིས་སྨ་སོའི་དུས་ཆེན་ཟེར་ཞིང་ཁྲིས་སྨ་སོའི་དུས་ཆེན་དང་ལོ་སར་གྱི་དུས་ཆེན་གཉིས་མཉམ་འཛོམས་ཀྱི་དུས་ཚིགས་ཤིག་ཡིན་ཙང་མི་མང་པོས་ཁྲིས་སྨ་སི་དང་ལོ་སར་གྱི་དོན་གང་ཡིན་ཐེངས་ཐེངས་ཤེས་ཀྱི་མེད་པ་མ་ཟད། ཡེ་ཤུའི་ཆོས་ལུགས་ཀྱི་གྲུབ་མཐའ་མ་འདྲ་བའི་ཁག་གི་ནང་ཤེས་ཚུལ་མ་འདྲ་བ་སྣ་ཚོགས་ཡོད་པས་སྐབས་རེ་ཁི་སི་མ་སི་སྐོར་གསལ་པོ་ཡོང་རྒྱུ་ལས་མགོ་རྙོག་ཡོང་གི་ཡོད་པ་རེད་དེ་བརྟེན་བོད་ཡིག་དང་བོད་སྐད་ཕེ་སྒྱུར་གནང་མཁན་ཁ་བ་གངས་ཅན་གྱི་མི་རིགས་རྣམས་ལ་བོད་སྐད་དང་ཁི་རི་སི་ཏན་ཕྲན་བཟང་ཞེས་པའི་རླུང་འཕྲིན་ལས་རིམ་ནང་ཁི་སི་མ་སི་དུས་ཆེན་དང། ལོ་གསར་བརྗོད་དུས་སྦྱན་གསལ་བཤད་ཞུ་ཡིན་ཡོད། Christmas ཞེས་ཚིག་གཉིས་མཉམ་དུ་སྦྱར་ཡོད་པ་ཡིན་ཁྲི་སི་ཏྲེ་ཞེས་མ་འོངས་རྣམ་འདྲེན་ཆེན་མོ་སྐྱབས་མགོན་ཁྲི་སི་ཏྲེ་མཚན་དང Mass ཞེས་ཨི་ཏྲ་ལི་ཀི་ཏུ་སོགས་དོན་རྣམས་དུས་སྟོན་གྱི་དོན་ཡིན་པ་རེད། Christmas ཞེས་པའི་ཚིག་འདི་རྩ་བའི་ཆོས་སྐྱོང་དམ་ཆོས་གསུང་རབ Bible ནང་དུ་མེད་པ་ཡིན་གང་ཡིན་ཟེར་ན་ཡེ་ཤུའི་ཆོས་ལུགས་ཀྱི་རྩ་བའི་ཆོས་སྐྱོང་ནི་དུས་རབས་དང་པོའི་ནང་འཇུག་བསྡུས་པ་ཞིག་རེད། རྩ་བའི་ཆོས་གཞུང་ནང་དུས་ཆེན་དང་དུས་སྟོན་མང་པོ་ཡོད་ཀྱང་དེ་དག་ཕལ་ཆེ་བ་ཞལ་ཕྱེས་རྙིང་པའི་ནང་གི་དུས་སྟོན་རྣམས་ཡིན་དཔེར་ན་པེ་སག་དང་ཡུལ་བི་ལེ་སོགས་རེད་དུས་ཆེན་དེ་དག་ཡུལ་མི་རིགས་དང་ཡུལ་མི་རིགས་ཀྱི་ཆོས་དང་རིག་གཞུང་དང་འབྲེལ་བ་ཡིན་འོན་ཀྱང་སྟོན་པ་བཀའ་དྲིན་ཅན་སྐྱབས་མགོན་ཁ་རི་སི་ཀྲ་ཁོང་ཕེབས་པའི་རྗེས་སུ་ཁོང་ནས་འཛམ་གླིང་མི་རིགས་ཚང་མའི་དོན་དུ་ཕེབས་གནང་བ་ཡིན་པས་འཛམ་གླིང་མི་རིགས་ཚང་མས་ཞལ་ཕྱེས་རྙིང་པའི་ནང་གི་དུས་ཆེན་དེ་དག་སྲུང་བརྩི་ཞུ་དགོས་དོན་མེད་པ་རེད། ཡེ་ཤུའི་ཆོས་ལུགས་ཅན་རྣམས་ཁྲིས་དམར་སོའི་དུས་སྟོན་ཞུ་སྟངས་དང་དུས་སྟོན་དེ་ཞུ་ན་འགྲིག་དང་མི་འགྲིག་པའི་སྐོར་ལ་རྙོག་གླེང་ཡང་ཡོད་པ་ཡིན། སྤྱིར་ཡེ་ཤུའི་ཆོས་ལུགས་ནི་འཛམ་གླིང་ནང་ཆོས་ལུགས་ཆེན་མོ་ཞིག་ཡིན་པ་དང་ཆོས་ལུགས་འདི་འཛམ་གླིང་ཡོངས་སུ་དར་ཁྱབ་ཡོད་ཙང་འཛམ་གླིང་འདིའི་སྟེང་དུ་རྒྱལ་ཁབ་དང་མི་རིགས་མང་པོ་འདུས་སྡོད་བྱེད་ཀྱིན་ཡོད་པས། རྒྱལ་ཁབ་སོ་སོ་ལ་ཁྲིམས་ལུགས་མ་འདྲ་བ་དང་མི་རིགས་སོ་སོ་ལ་རིག་སྐྱོང་མ་འདྲ་བ་ཡོད་གཤིས་སྐྱོབ་ཡོད་བདག་ཉིད་ཆེན་པོ་ཁོང་མ་གཏོགས་རྩ་བའི་ཁྲིམས་ལུགས་དང་རིག་གནས་ཚང་མ་རྒྱ་ཞེས་བརྒྱ་ཡང་དག་པ་ཞིག་མ་ཡིན་པའི་ཕྱིར། འཇིག་རྟེན་པ་སྣང་ངོར་ཐིག་དང་མི་ཐིག་དང་ཡག་པོ་ཡིན་དང་མིན་སོགས་ཀྱི་སྐད་ཆ་ཡོད་མུས། གལ་སྲིད་ཡེ་ཤུའི་ཆོས་ལུགས་རྣམ་དག་ཅན་ཡིན་ན། ལས་དང་ལམ་ལུགས་གང་ཡིན་སྐྱོབ་ཡུལ་བདག་ཉིད་ཆེན་པོའི་སྤྱན་སྔར་དགེ་ལྡན་མི་དགེ་མཚན་མ་མཚན་བརྗོད་ཡོད་པས་ཁོང་གི་གྲོང་དུ་ལས་བཟང་པོ་ནི་བཟང་པོ་ཡིན་པ་དང་ལས་ངན་པ་ནི་ངན་པ་ཡིན་པ་ལས་ཉེ་རིང་ཆགས་སྡང་བྲལ་བས་དེར་བརྟེན་ང་ཚོ་འགྲོ་བ་མི་རིགས་ཀྱིས་ཤེས་དགོས་པ་ནི་ལས་བཟང་པོ་གང་ཡིན་ཁོང་གི་དགོངས་པ་དང་མཐུན་པ་ཡིན་པས་གཅིག་ནས་དུས་ཆེན་འདིའང་ཁོང་གི་སྤྱན་སྔར་བཟང་པོ་མ་གཏོགས་ངན་པ་གང་ཡང་མེད་པ་མ་ཟད། གཉིས་ནས་དུས་ཆེན་དང་སོ་བདུན་སོགས་ཀྱང་ཐལ་ཆ་མི་བྱེད་པ་བྱས་ན་མི་རང་རྒྱལ་ཚང་མའི་ཆེད་དུ་གནས་ཚུལ་བཟང་པོ་ལས་ངན་པ་གང་ཡང་མེད་པ་ཡིན་དེར་བརྟེན་དུས་ཆེན་དང་སོ་བདུན་སོགས་མིའི་དགོས་མཁོ་རྐྱེན་གལ་ཆེན་པོ་ཆགས་ཡོད་པ་རེད་དེ་ནི་མི་རིགས་སོ་སོ་དང་ཆོས་ལུགས་སོ་སོའི་ནང་དུས་ཆེན་སོགས་ཀྱང་མ་འདྲ་བ་ཡོད་པས་ཡེ་ཤུའི་ཆོས་ལུགས་པའི་ངོས་ནས་དུས་ཆེན་ཆེ་ཤོས་ཨིས་ཏར་ཀ་ལྷ་གཡང་དུས་ཆེན་དང་ཁྲིས་མ་སི་དུས་ཆེན་དང་ལོ་གསར་གྱི་དུས་ཆེན་སོགས་ཡིན་པས་དུས་ཆེན་ཆེན་མོ་དེ་དག་ཆོས་དང་འཇིག་རྟེན་གཉིས་ཀར་མཐུན་པ་བྱས་ནས་དུས་ཆེན་དེ་དག་གི་སྐབས་སུ་སྤྱི་ཚོགས་དང་ཁྱིམ་ཚང་སོ་སོས་ཁུར་བབས་ལ་གཞིགས་ནས་དུས་ཆེན་སྲུང་བརྩི་ཞུ་རྒྱུ་གལ་ཆེན་པོ་ཡིན་པ་མ་ཟད་དུས་ཚོད་བཟང་པོ་འདི་དག་གི་སྐབས་སུ་སྐེ་རུ་ལ་འགྲོ་བ་དང་ཆོས་འཆད་ཉན་སྤེལ་བསམ་བྱེད་པ་སྤུན་ཉེ་བསྡུ་དང་ཁྱིམ་མཚེས་གྲོགས་ཕོ་མོ་སོགས་མགྲོན་འབོད་བྱེད་པ་ནང་མིའི་ཁྱིམ་ཚང་མཉམ་འཛོམས་བྱེད་པ་སོགས་བཀྲ་ཤིས་པའི་གོ་སྐབས་བཟང་པོ་ཡོད་པ་ཡིན། དེར་བརྟེན་འཛམ་གླིང་གི་ཡུལ་ལྷ་མང་པོས་སོ་སོའི་ལུགས་ཀྱི་དུས་སྟོན་ཞུས་ནས་དགེ་བའི་ལས་ལ་འཇུག་རྒྱུ་དམ་ཆོས་དང་མཐུན་པ་ཡིན་པ་རེད་དེ་ལས་ལྡོག་སྟེ་ཆོས་ལུགས་འགའ་རེའི་ལྟར་དུས་ཚོད་དང་དངུལ་དངོས་སོགས་རྒྱས་སྤྲོས་ཆེན་པོ་བྱེད་པ་དང་ཟས་གོས་སོགས་ཚིག་ལས་བརྒལ་བ་ཆུད་ཟོས་གཏོང་བ་དང་དུས་ཆེན་ལ་ཁ་གཡར་ནས་མི་རིགས་གཞན་དང་ཆོས་ལུགས་གཞན་ལ་ཚོད་འཛིན་བསྐྱེད་པ་དང་གནོན་ཤུགས་སྤྲད་པ་ཞལ་འདེབས་སློང་བ་སོགས་བྱས་ནས་འགྲོ་ས་བསྡད་ས་ལ་འགོག་རྐྱེན་དང་གསོན་རྩལ་བཟོ་བ་སོགས་ཆོས་དང་འཇིག་རྟེན་གཉིས་ཀའི་བཟང་སྤྱོད་ལས་འགལ་བའི་རིགས་བྱེད་མི་རུང་བ་ཡིན། ཡེ་ཤུ་བ་ཚང་མས་མཁྱེན་དགོས་པ་ཞིག་ནི་ལས་དང་བྱ་བ་བཟང་པོའི་རིགས་དང་གཏམ་དང་སྐད་ཆ་བཟང་པོའི་རིགས་ལམ་དང་ལུགས་སྲོལ་བཟང་པོའི་རིགས་རྣམས་དམ་པའི་ཆོས་དང་མཐུན་པ་མ་ཟད་སྐྱབས་ཡུལ་བདག་ཉིད་ཆེན་པོ་ཁོང་གིས་དགོངས་པ་དེ་རང་ཡིན་པས་དེ་ལུགས་ཀྱི་སྤུན་ཟླ་ཡང་གཅིག་བྱེད་རོགས་གནང་ཞེས་འབོད་སྐུལ་ཞུ་བཞིན་ཡོད། ཡང་ཁི་སི་མ་སི་ཞེས་པའི་དུས་ཆེན་དེའི་སྐབས་སན་ཏཱ་ཁི་ལོ་སི་ཞེས་མི་རྒན་ཁ་བུ་ཅན་གྱི་པར་དང་གཟུགས་བརྙན་སོགས་བཟོ་བ་དང་དེའི་གྱོན་གོས་སོགས་མཚོན་གྱིས་གྱོན་པ་དང་ཡང་ཁི་སི་མ་སི་ཤིང་སྡོང་དང་ཤིང་སྡོང་དེ་ལ་རྒྱན་ཆ་སྣ་ཚོགས་བཏགས་པ་དང་གསོལ་རས་རྔན་པ་སོགས་གཤམ་འཁྲིད་ཆེ་སོང་དེ་དག་ནུབ་ཕྱོགས་དང་ཡུ་རོབ་ཁུལ་གྱི་ཁི་སི་མ་སི་སྲུང་བརྩི་ཞུ་སྟངས་ཙམ་ལས་དེ་དག་ཡོད་དགོས་པ་དང་མེད་དུ་མི་རུང་བ་གང་ཡང་མིན་པ་རེད། གསན་བདག་ཁོ་ལོ་སཱི་ཞེས་དུས་སྐབས་ཤིག་ཡེ་ཤུའི་ཆོས་ལུགས་ནང་ཇི་བཞིན་གཤེགས་ཀྱི་དུས་སྟོན་འདིའི་རིང་གསོལ་རས་ངན་པ་མང་པོ་གནང་བ་དང་ལྷག་པར་ཕྲུ་གུ་རྣམས་ལ་བྱམས་པོ་བྱས་པའི་ལོ་རྒྱུས་ཡོད་པ་ཡིན་ཁོང་ནི་ཆོས་པ་རྣམ་དག་ཅིག་ཡིན་ཞིང་འཇོན་དུ་སྨྱུང་གནས་ལ་ཞུགས་པའི་སྐུ་ལུས་སྐམ་པོ་ཡོད་པ་དང་ཁོང་ལ་ཡོད་ཚད་ཐམས་ཅད་སྦྱིན་པ་བཏང་གནང་བ་སོགས་གསལ་འདུག་ཀྱང། དེང་སང་གསེར་རྟ་ཁུ་ལོ་སོགས་ཁང་རྒྱག་པ་དང་གྲ་རྒྱས་པོ་ཡོད་པ་སྟོན་པ་ནི་བན་དེ་བ་རྣམས་ཀྱིས་སངས་རྒྱས་ཀྱི་མདུན་དུ་བཟའ་བཏུང་བཤམས་པ་བཞིན་དོན་དངོས་སུ་ཁོང་ལ་སྐུར་འདེབས་ཞུས་པ་བཞིན་རེད། ཡང་འགའ་རེས་ཡེ་ཤུའི་འཁྲུངས་སྐར་ཡིན་མིན་གྱི་སྐོར་ལ་དྲི་བ་ཡོད་པ་དང་ཡེ་ཤུའི་འཁྲུངས་སྐར་སོགས་ཀྱི་མིང་ཐོག་ནས་ཀྱང་དུས་ཆེན་དེ་གསུངས་སུ་ཞུ་སྲོལ་འདུག་རྩ་བའི་ཆོས་གཞུང་ནང་དང་ཧེ་རུ་པའི་རིག་གཞུང་ནང་འཁྲུངས་སྐར་ཞེས་གསུངས་སུ་ཞུ་སྲོལ་མེད་པ་ཡིན་འཁྲུངས་སྐར་གསུངས་སུ་ཞུ་སྲོལ་འདི་སྔ་རབས་དམ་ཆོས་ལས་ལྡོག་པའི། ཨི་ཇིབ་དེ་བི་བི་ལོན་གྱི་རྒྱལ་པོ་རྣམས་དང་ཕྱིས་སུ་རོ་མིན་གྱི་རྒྱལ་པོ་སོགས་ཀྱི་ལུགས་སོགས་ཡིན་པ་རེད། ཞལ་ཕྱེས་རྙིང་པའི་ནང་ཨ་ཡུབ་ཀྱི་སོ་སོའི་སྐྱེས་པའི་ཉིན་མོ་སྐྱེས་ཚེས་ལ་དམོད་མོ་བྱེད་པ་དང་ཞལ་ཕྱེས་གསར་པའི་ནང་རོ་མིན་གྱི་རྒྱལ་པོའི་སྐྱེས་སྟོན་ལ་བབ་ཏི་སུ་ཡོ་ཧན་སྒྲུང་པ་སོགས་འཁྲུངས་སྐར་ཞེས་དམ་པའི་ཆོས་དང་འབྲེལ་བ་མེད་པའི་སོགས་དོན་ཤེས་ཡིན་པ་རེད། དེར་བརྟེན་དུས་ཆེན་དུས་གསུམ་ཚེས་བཞི་སྟོང་ཐེངས་གསུམ་ཚུལ་ལྡན་བཤད་ཚུལ་སྣ་ཚོགས་ཡོང་གི་ཡོད་པ་ཡིན། ཡང་ལོ་གསར་བརྒྱད་སྐོར་སྤྱིར་འཛམ་གླིང་ནང་རྒྱལ་ཁབ་དང་མི་རིགས་སོ་སོས་ལོ་གསར་བརྒྱད་དུས་ཆེན་ཡང་སྲུང་ཚིག་ཞོ་སྟངས་མ་འདྲ་བ་ཡོད་པ་རེད་དེ་བཞིན་སྤྱི་ལོ་བའམ་ཕྱི་ལོ་སོགས་ཟེར་བའི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་འདི་སྟོན་པ་བཀའ་དྲིན་ཅན་ཡེ་ཤུའི་ཁོང་འཛམ་བུ་གླིང་ལ་ཕེབས་ནས་ལོ་ངོ་འདི་ཙམ་འཁོར་བའི་དུས་དྲན་ཡིན་པས། དེ་འོང་ཡེ་ཤུའི་རྗེས་འཇུག་པ་རྣམས་ཀྱི་ཆེད་དུ་ཆོས་ཕྱོགས་ཀྱི་དུས་དྲན་ནམ་དུས་ཆེན་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་པ་རེད། སྔར་ནས་དར་བ་བོད་གངས་ཅན་བསྐྱངས་སུ་ཡོད་མི་ཞིང་འབྲོག་མང་བས་འབྲོག་པའི་བི་ལུ་ལོ་སར་དང་ཞིང་པའི་སོ་ནམ་ལོ་སར་ག་ཆེན་ཡིན་པ་དང། ཡང་རྒྱལ་བུ་ལོ་སར་ཟེར་བ་དང་བླ་མའི་ལོ་སར་ཟེར་བ་སོགས་ཀྱང་རྩིས་སུ་ཡོད་པ་ལྟར་མ་ཡིན་པར། སྤྱི་ལོའི་ལོ་སར་འདི་ཡེ་ཤུའི་ཆོས་ལུགས་འཛིན་མཁན་རྣམས་ཀྱི་ངོས་ནས་ཆ་བཞག་ན་སྟོན་པ་བཀའ་དྲིན་ཅན་སྐྱབས་མགོན་ཁ་རིས་སྒྲ་ཁོང་ས་ཀྱི་ཐོག་ཏུ་མིའི་ལུས་སྟེང་ཡེ་ནས་ཕེབས་དགའ་སྟོན་དུས་དྲན་ཆེན་མོ་ཞིག་ཡིན་ཡང། དེས་བལ་ཡུལ་ནང་ཆ་བཞག་ན། ཡེ་ཤུའི་ཆོས་ལུགས་མ་ཡིན་པ་ཆོས་ལུགས་ཡིན་པ་ཚོའི་བློ་བཟང་དེ་ཨ་རིའི་དོན་ཡུ་རབ་ཀྱི་བློ་བཟང་ཡིན་པ་བརྩི་སྲོལ་ཡོད་པ་མ་ཟད་བལ་ཡུལ་དུ་ཡོད་པའི་ཡེ་ཤུ་པ་རྣམས་ཀྱིས་ཀྱང་དེ་ལྟར་ཡིན་ཤག་ཤག་ལས་ཆོས་ཚོགས་དང་ཆོར་གྱི་ཁྱིམ་ཚང་སོགས་ཀྱི་ཧ་ལམ་ཤེས་རྟོགས་མེད་པའི་བཟོ་འདྲ་འདུག་ཀྱང།

George སོགས་དགོས་མཁོ་ཅི་ཚད་ང་ཚོའི་ཁ་སྐྱོང་ཐོག་འབྲེལ་བ་གནང་ཡོད་རོགས་ཞུ། སེང་གེ་རྣམ་པ་ལྷན་རྒྱས་དེ་རིང་ང་ཚོའི་ལས་རིམ་དུ་སྙན་སྒྲོན་ཞུས་ཟིན་པ་ཡིན་གདངས་ཆེན་པོ་ལྷག་དཀོན་མཆོག་གི་བྱིན་རླབས་གནང་བ་སྨོན། ཁི་སི་མ་སོའི་དུས་ཆེན་ལ་སྐྱེས་བུ་ཡོང་བ་དང་ལོ་གསར་པའི་ནང་ཞི་བདེ་མཉམ་གནས་དང་ནད་མེད་ཚེ་རིང་ཡོང་བའི་སྨོན་འདུན་ཞུ་བཟང་གོ་སྦྱིན་བ་མཇལ་ཡོངས་བཀྲ་ཤིས་བདེ་ལེགས།